བོད་གླིང་བ་དྲུག་སྒྲིལ་པའི་ལས་རིམ་གཟིགས་ཉིན་གྱི་ཤེས་རབ་ཅེས་པའི་ཁག་དགོངས་རྒྱན་པ་ཚང་མ་ལ་དེ་རིང་ཉིས་སྟོང་ཉི་ཤུ་རྩ་བཞི་གི་སྤྱི་ཟླ་བདུན་པའི་ཚེས་པ་ཉི་ཤུ་ལྔ་རེས་གཟའ་ཕུར་བུ་གྱི་ཉིན་མོ་ལ་ངས་སྐད་ཆ་འདི་བཤད་ཀྱི་ཡོད། ད་སྤྱིར་བཏང་ཉེ་བའི་ཆ་ལ་ཨ་རིའི་གྲོས་ཚོགས་གོང་འོག་གིས་གཏན་ལ་ཕབ་ནས་ད་སྲིད་འཛིན་ཇོ་བ་ལྡན་གྱིས་མཚན་རྟགས་བཀོད་པའི་སྐད་བོད་སྤྱིའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ཡིག་ཆ་དེ་དང་འབྲེལ་བྱས་ནས། ཁ་སང་དེ་རིང་ང་ཚོའི་སྤྱི་ཚོགས་ནང་ལོགས་ལ་བསམ་ཚུལ་མི་མཐུན་པ་བརྒྱད་འགྲོ་བཞིན་པ་རེད། ད་གནས་སྟངས་འདི་ལོ་རྒྱུས་ནང་ལོགས་ལ་དངོས་གནས་ཀྱི་ཅིག། གླེང་ཕྱོགས་འདི་དང་འབྲས་བུའི་ཐོག་ནས་ལོ་རྒྱུས་ནང་ལོགས་ལ་ཅིག་བདེན་རྫུན་ངོ་མ་ག་རེ་ཡིན་པ་དང། ནི་བོད་ཀྱི་དགོས་མཁོ་ངོ་མ་དེ་ག་རེ་ཡིན་པ་གསལ་པོ་ཡོང་བ་ཆེད་དུ། ད་དེའི་སྐོར་ལ་སྐད་ཆ་ཅིག་བཤད་གི་འདུག་བསམ་པ་དེ་ཉི་མ་ཁ་ཤས་ངང་བྱུང་སོང་ཡིན་ན་ད་བསམ་བློ་སྦྱིན་བདག་ཅིག་གིས་རྐྱེན་བྱས་ནས་བརྙན་འདི་བཟོ་ཐོབ་མ་སོང། དེ་ནི་ཁ་སང་ཉི་མ་གཉིས་ཀྱི་སྔོན་ལ་ངས་ངོ་དེབ་ཀྱི་ཐོག་ལ་དེའི་སྐོར་ལ་རྩོམ་ཡིག་ཅིག་བྲིས་པ་ཡིན། ད་དེ་རིང་སྐད་ཆ་ཅིག་བཤད་བྱ་བ་ཡིན་ན། རྩོམ་གློག་བརྙན་དང་ནི་སྤྱི་ཡོངས་ཀྱི་གནས་སྟངས་འདིའི་ཐོག་ལ་གོ་རྟོགས་ལབ་ན་ད་ལོ་རྒྱུས་ནང་ལོགས་ལ་ཅིག་ངོས་འཛིན་བྱེད་ཀྱི་བདེ་ཡག་གི་ཆེད་དུ་ནི་སྐད་ཆ་ཅིག་བཤད་པ་ཡིན་ན་ཕན་ཐོགས་ཡོད་བག་གི་ངོས་འཛིན་གྱི་ཐོག་ནས་ངས་དེ་རིང་བརྙན་འདི་བཟོ་གི་ཡོད། སྤྱིར་བཏང་གནས་སྟངས་བྱེ་བྲག་བར་གྱི་ཐོག་ལའང་ང་ཚོ་བསམ་ཚུལ་མི་མཐུན་པ་ཡོང་ཆོག་གི་རེད་དེ་སྤྱིར་བཏང་མི་སྒེར་རེ་རེ་གིས་རྣལ་འབྱོར་རང་དབང་གི་ལམ་དང་འདྲ་བསམ་བློའི་རང་དབང་གི་ཆ་ཤས་ཅིག་རེད་འདི་ནི་ལྷག་པར་དུ་སྤྱི་ཚོགས་ནང་ལོགས་ལ་གནས་སྟངས་བྱེ་བྲག་པའི་ཐོག་ལ་བསམ་ཚུལ་ཉུང་ཡང་དེ་ཡང་ཁོ་སྤྱི་ཚོགས་ཀྱི་ཆོས་ཉིད་ཅིག་ཆགས་བསྡད་ཀྱི་ཡོད་རེད་ཡིན་ནང་ལས་བོད་ཀྱི་ལོ་རྒྱུས་ལ་ངོས་འཛིན་དང་ལྷག་པར་དུ་བོད་རྒྱ་ནག་གི་ཆ་ཤས་རེད་དང་མ་རེད་ཟེར་ཡག་གི་ལོ་རྒྱུས་ཀྱི་གནས་སྟངས་ལ་ཐུག་ཡོང་དུས་ད་ང་ཚོ་རང་དབང་ལུང་པ་ལ་ཡོད་པའི་བོད་པ། དེ་སོགས་རྣམ་འགྱུར་གཅིག་ཡིན་དགོས་ཡ་དེ་ང་ཚོ་ཐུན་མོང་གི་འགན་འཁྲི་དང་ཁྲིད་ངོ་ཚ་ལས་ཐུག་གི་གནད་དོན་གཅིག་རེད། ཡིན་ན་ལས་ལོ་རྒྱུས་ལ་ཐུག་པའི་གནད་དོན་འདིའི་ཐོག་ལ་ང་ཚོ་སྐད་ཆ་དང་ངོས་འཛིན་རིང་ཐུང་ཡོང་བསྡད་ཡ་འདི་རྩ་སྟོང་ཐབས་ཚུགས་ལ་ཉེན་ཁ་གཅིག་དང་གནད་དོན་གཅིག་ཆགས་ཀྱི་ཡོད་རེད། ཐབས་ཚུགས་སྲུང་སྐྱོབ་དང་ལོ་རྒྱུས་སྲུང་སྐྱོབ་བཟོ་ཡ་གས་ག་རེ་ལབ་དགོས་རེད།

ད་དེ་འདྲ་ལབ་དེ་ཉིན་དེ་ཚོ་གིས་ང་ཚོ་འདྲ་བོ་ཇོ་པཱ་རེན་གྱི་མཁར་རྫོང་བོའུ་སྟེ་རྒྱ་མིའི་མངའ་ཁོངས་ལ་ངོས་འཛིན་བྱེད་པའི་ཨ་རིའི་སྲིད་ཇུས་ལ་ཉེ་བ་མེད་ཟེར་ཡག་གི་སྲིད་ཞིའི་ཐད་ལ་ངོ་རྒོལ་བྱེད་པ་དེ་ནི་ཁྲིམས་འཆར་ཡིག་ཆ་དེ་ལ་ངོ་རྒོལ་བྱེད་པ་རེད་མདོག་མདོག་བཟོ་ཡག་གི་ཆེད་དུ་སྐད་ཆ་དེ་འདྲ་ཅིག་གླེང་ཕྱོགས་དེ་འདྲ་ཅིག་བཟོ་གི་ཡོད་ཡག་གི་གནས་ཚུལ་ཅིག་མཐོང་གི་འདུག་དེའི་རེག་དེ་དཀར་ནག་མཉམ་བསྲེས་བཟོ་ཡག་གི་གནས་སྟངས་ཅིག། རེད་མ་གཏོགས་ཁྲིམས་འཆར་ཡིག་ཆ་དེ་དང་ཇོ་བྷ་རེན་གྱི་ཡིག་ཆ་ལ་ས་ཡིག་འགོད་པའི་སྐབས་ཀྱི་སྲིད་ཞི་དེ་ལྡོག་ཆོག་ཆགས་ཏེ་ཡོད་རེད། ཨ་རིའི་སྲིད་འཛིན་ཇོ་བྷ་རེན་གྱི་མིང་རྟགས་འགོད་སྲིད་ཀྱི་གྲོས་ཚོགས་གོང་འོག་གིས་གཏན་ལ་ཕབ་པའི་བོ་དོང་ཁྲིམས་འཆར་དེའི་ནང་ལོགས་ལ་བོད་ལ་རང་ཐག་རང་གཅོད་མཁན་ཐོབ་ཐང་ཡོད་བ་དང་དེ་ལ་ཨ་རིའི་རྒྱབ་སྐྱོར་ཡོད་བ། ལོ་རྒྱུས་ཀྱི་ཐོག་ནས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ་ཨ་རིག་གིས་ཁས་ལེན་བྱེད་ཀྱི་མེད་བ་དེ། ཁྲིམས་འཆར་ཡིག་ཆ་དེ་ནང་ལོགས་ལ་གསལ་པོ་བྱས་ནས་བསྐུར་ཡོད་རེད་ཡིན་ན་ལས་ཁྲིམས་འཆར་ཡིག་ཆ་དེ་ལ་ས་ཡིག་རྒྱབ་པའི་སྐབས་ལ་ཇོ་བྷ་རེན་གིས་ག་རེ་ལབ་ཡོད་རེད་ཟེར་ན་ཁྲིམས་ཡིག་འདི་གིས་བོད་རང་སྐྱོང་ལྗོངས་དང་བོད་ཀྱི་ས་ཁུལ་གཞན་པ་དེ་ཚོ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་ཡིན་པའི་ཁེ་ཨ་རིའི་སྲིད་ཇུས་དེ་ལ་འགྱུར་བ་གཏོང་བ་མིན་ཟེར་ཡག་གི་གསལ་བཤད་ཚོར་བོ་གཅིག་བཟོས་ཡོད་རེད། དེ་འབྲེལ་གྱི་གྲོས་ཚོགས་ཀྱི་ཁྲིམས་ཡིག་གཟིགས་རྒྱུའི་འདུན་པ་དེ་ལ། ཇོ་བ་རེན་གྱི་ལྡོག་ཕྱོགས་ནི་སྲིད་ཞིའི་ཚོར་བོ་དེ་འདྲ་ཅིག་བྱེད་ཡི་ཡོད་བ་དེ། ང་ཚོ་གིས་མ་གོ་མདོག་མདོག་དང་མ་ཐུལ་མདོག་མདོག་བྱས་ནས་བཞག་བཞག་ན་ལོ་རྒྱུས་ལས་འགན་མ་འཁུར་བ་ཆགས་ཀྱི་ཡོད་རེད། ཁོ་རང་གི་སྲིད་ཞིའི་ཡིག་ཆ་དེ། ངས་ཁ་ཚོན་ངོ་དེབ་ཀྱི་ཐོག་ལ་རྩོམ་ཡིག་གི། རྩོམ་ཡིག་དེ་བཀོད་པའི་སྐབས་ལ། ཇོ་བ་རེན་གྱི་སྲིད་ཞིའི་ཡིག་ཆ་དེ་པར་གྱི་ཐོག་ནས་བརྐུས་ཡོད། ཡི་གེ་ཀློག་ཤེས་པ་ཅིག་ཡིན་ན། ན་ནི། དེའི་ནད་གདོན་དེ་སེལ་པོ་བྱས་ནས་ཧ་གོ་ཡག་བྱས་དང། སོ་སོའི་བློར་ཤེས་ཀྱི་མེད་པ་ཡིན་ན་ལས་དངོས་གནས་ཀྱི་ཀུན་སློང་གཙོ་མ་བྱས་ཀྱི་ནད་གདོན་དེ་ཧ་གོ་ཡག་གི་འདུན་པ་ཡོད་ན། གཞན་དག་ལས་འབྲི་གཞི་རྒྱབ་བཅུག་པ་ཡིན་ན། ཧ་སེལ་པོ་བྱས་ནས་ལས་སླ་བོ་བྱས་ནས་གོ་ཡག་ཡོད་རྒྱུ་གཅིག་རེད་མ་གཏོགས་འདི་གཅིག་ལྟ་བ་གྲུབ་མཐའ་གི་ནད་གདོན་གྱི་བཟོ་འདྲ་བོ། འབྲི་གཞི་སྟེང་རིང་པོ་རྒྱབ་དགོས་ཡག་གི་ནད་གདོན་གས་ཆག་ཡོད་མ་རེད། དངོས་གནས་བྱས་པ་ཡིན་ན་ཇོ་བཱ་རེན་གྱི་མིག་མདའ་འགོ་སའི་ཡིག་ཆ་དེ་དང་ཁོ་རང་གི་གསལ་བཤད་དེ་གཉིས་ཡོངས་སུ་ལྡོག་ཆོག་ཆ་ཡོད་བ་དེ་ལས་སླ་བོ་ཆེ་ནི་གོ་ཡ་ཡོད་རྒྱུ་ཅི་རིགས་མ་གཏོགས་འདི་ང་ཚོ་ཅིག་བགྲོ་གླེང་བྱེད་དགོས་ཡག་གི་བཟོ་འདྲ་བོ་བསམ་ཚུལ་རིང་ཐུང་ཡོང་དགོས་ཡག་གི་དཀའ་གནད་ཅིག་གལ་ཆགས་ཡོད་མ་རེད། དེ་འདྲ་ཡིན་པའི་ཆ་ནས་ཇོ་པཱ་ཏན་གྱི་སྲིད་ཞིག་གི་སྐད་ཆ་དེ། དངོས་གནས་ཀྱི་ང་ཚོ་བོད་ལ་དགོས་ཡག་ཅིག་རེད་དང་རྒྱ་མི་ལ་དགོས་ཡག་ཅིག་རེད་དེ་ཇོ་པཱ་རི་ཁོ་རང་གི་སྲིད་ཞིག་ཡིག་ཆ་དེ་ག་རང་གི་གསལ་པོ་ཆགས་ཡག་གི་གནད་དོན་ཅིག་རེད། དེ་འབྲེལ་གྱི་གནས་ཚུལ་གསལ་པོ་ཡོད་རེ་ཡོད་རེ་ལ་ཇོ་པཱ་རེན་གྱི་སྲིད་ཞི་དེ་དང་ཁྲིམས་འཆར་ཡིག་ཆ་དེ་གཉིས་མཉམ་དུ་སྤྲད་རེ་གཏོང་བྱས་ནས་ཇོ་པཱ་རེན་གྱི་སྲིད་ཞི་ལ་ངོ་རྒོལ་བྱས་པ་དེ་ཁྲིམས་འཆར་ཡིག་ཆ་ལ་ངོ་རྒོལ་བྱས་པ་རེད་ལབ་བསྡད་ཡ་དེ་སོ། ཕྱོགས་གཅིག་ནས། དེ་འདྲའི་བཤད་ཉན་དང་དྲི་ཉན་གྱི་གནས་ཚུལ་ཧ་མ་གོ་བ་ཡིན་སྲིད་ཀྱི་རེད། དབྱེ་བ་འབྱེད་མ་ཐོབ་པ་ཡིན་སྲིད་ཀྱི་རེད། ཕྱོགས་གཅིག་ནས་དབྱེ་བ་འབྱེད་ཐུབ་བཞིན་དུ། ནི་ཧ་མ་གོ་འདོགས་འདོགས་བྱེད་བྱེད་ནས་གནས་ཚུལ། ལྡོག་ཕྱོགས་གཉིས་མཉམ་དུ་སྤྲད་རེ་གཏོང་བྱེད་ནས་གླེང་ཕྱོགས་གཅིག་བཟོ་བསྡད་ཀྱི་ཡོད་བ་གི། ཚོར་བ་གཅིག་ཡོང་གི་འདུག་དེ་ཡོང་དགོས་ཏེ་སྤར་མགོ་འཕགས་པ་ཀླུ་སྒྲུབ་ཁའི་དཔའ་བོ་དུད་འགྲོ་ལ་ཡང་ཡོད་ཕྱུག་པོ་ཀླ་ཀློ་ལ་ཡང་ཡོད་དོན་དུ་བདེན་པའི་གཏམ་སྨྲ་བ་འཇིག་རྟེན་འདི་ནི་ཤིན་ཏུ་དཀོན་སེ་གསུང་བ་ནང་བཞིན། གནས་སྟངས་ག་འདྲའི་ཅིག་ལ་ཐུག་བ་ཡིན་ན་ལས། སྐད་ཆ་དེ་བདེན་པ་ཅིག་ནི་ཤེས་དགོས་ཡ། དེའི་ཡང་སྐད་ཆ་དེ་དཀར་བོ་ནག་པོ་བསིལ་བོ་ཧ་གོ་བའི་ཐོག་ནས་བདེན་པ་ཤེས་དགོས་ཡ་དེ། སྐད་ཆ་བཤད་བའི་གི་རིན་ཐང་དང། སྐད་ཆ་བཤད་བའི་གི་མཛེས་པ་ལབ་ན་འདྲ། ད་དེ་གི value འདྲ་བོ་རིན་ཐང་འདྲ་བོ་དེ་ཆགས་ཀྱི་ཡོད་རེད། ཡིན་ན་ལས་བདེན་པ་ལས་ལྡོག་བྱས་ནས་བདེན་པ་མ་ཡིན་པ་ཅིག་བཤད་བསྡད་ཡ་དེ། སྤྱི་ཚོགས་ནང་ལོགས་ལ་མང་པོ་རེད། དེ་འདྲའི་བདེན་པ་ལས་ལྡོག་ཅིག་ནི་བདེན་པ་མ་ཡིན་པ་ཅིག་བཤད་བསྡད་ཡ་དེ་མི་སྒེར་གྱི་རིན་ཐང་ལྟ་བུའི་གི་གྱོང་གུན་ཡིན་པ་མ་ཟད་དེ་འཇིག་རྟེན་དང་སྤྱི་ཚོགས་ཀྱི་དཀའ་ངལ་ཅིག་ཆགས་ནས་བསྡད་ཡོད་རེད། དེ་ང་ཚོས་ཧ་གོ་དགོས་ཡག་གི་གནས་སྟངས་ཅིག་རེད་དེ་ཅིག་བྱས་ན་སྤྱི་ཚོགས་ཀྱི་ཆོས་ཉིད་ཅིག་ཡིན་གྱི་རེད། སྤྱི་ཚོགས་ཀྱི་ཆོས་ཉིད་རེད་ལབ་བྱས་ནས་ང་ཚོ་གི་སྣང་མེད་ལ་གཏོང་མ་ཐུབ་ཡག་གི་གནས་སྟངས་རེད་ཅིག་ང་ཚོ་གི་ངེས་པར་དུ་གསལ་བོ་བཟོ་དགོས་ཡག་ཆགས་ཀྱི་ཡོད་རེད། ཨ་རིའི་གི་བོ་དོང་ཁྲིམས་འཆར་དང་འབྲེལ་བིད་ཀྱི་སྤྱི་ཚོགས་ནང་ལོག་ལ་ད་ལྟ་དཀར་ནག་གོ་ལྡོག་གི་སྐད་ཆ་ཡོང་བསྡད་ཡ་འདི་སོ་ཡང་གོང་གི་སྤར་འགོང་འཕགས་པ་ཀླུ་རོབ་ཀྱི་གསུང་ཡིན་གི་གནས་ལུགས་དང་འབྲེལ་བིད་སྤྱི་ཚོགས་ཀྱི་དཀའ་ངལ་ཅི་རེད། དེ་ཡང་གཙོ་བོ་རྒྱོ་སྦ་རན་གི་མཚན་རྟགས་འགོ་ས་གི་བོ་དོང་ཁྲིམས་འཆར་ཡིག་ཆ་དེ་དང། སྐབས་དེ་དུས་ཁོ་རང་གི་སྲས་བཤེས་གཉེན་ལ་གནམ་ས་ལྟ་བུའི་ཁྱད་པར་ཡོད་པ་ཡིན་ན་ལས་དེ་གཉིས་མཉམ་དུ་སྤྲད་རེ་གཏོང་བྱས་ནས། ཇོ་བ་རེན་གྱི་སྲས་བཤེས་ལ་ནག་ཚོང་འདྲ་བོ་གིས་ངོ་རྒོལ་བྱས་པ་དེས་ཁྲིམས་འཆར་ཡིག་ཆ་ལ་ངོ་རྒོལ་རེད་ལབ་བྱས་ནས་དེ་གཉིས་མ་མཉམ་དུ་སྤྲད་རེ་གཏོང་བྱས་ནས། མི་བདེན་རྫུན་དྲེགས་བཟོ་བདེ་ཡ་དེ་སོགས་བདུན་པ་ལས་ཡོངས་སུ་ལྡོག་པ་གི་སྐད་ཆ་ཅིག་ཆགས་དུས་ཡོད་རེད་མ་གཏོགས། དེ་བཅས་ང་ཚོ་བསམ་ཚུལ་རིང་ཐུང་གི་གནས་སྟངས་གཅིག་པུ་ཅན་མ་རེད། ད་ལྟ་བར་ལ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཇོ་བཱ་རེན་གྱི་བུ་རྒྱ་ཁོང་གི་སྲིད་བྱུས་ལ་འགྱུར་བ་མེད་ཟེར་ཡག་གི་མཆོག་གྱུར་དེ་ལ་ངོ་རྒོལ་བཟོ་ཉེན་ངོ་དེབ་ལ་སོགས་ཀྱི་སྤྱི་ཚོགས་དྲ་ལམ་ལ་བོད་པ་མང་པོ་བྱོན་སོང། ཡིན་ན་ལས་དེ་སོ་སོ་གང་གི་ཡང་བོ་དོང་ཁྲིམས་འཆར་ཡིག་ཆ་དེ་ལ་ངོ་རྒོལ་ཡུལ་ལམ་གཉིས་བྱུང་མ་སོང་ང་རང་གི་མཐོང་ཡག་ལ། ངས་ད་ལྟ་བར་དུ་མཐོང་ཡི་ནོར་ལོག་ལ་བོ་དོང་ཁྲིམས་འཆར་ཡིག་ཆ་ལ་ངོ་རྒོལ་བཟོ་མཁན་བརྩི་འགྱུར་ནོར་ལོག་ནི་བོ་པ་སུ་གང་ཅིག་མཐོང་མ་སོང། དེ་དང་འབྲེལ་བའི་ངོ་རྒོལ་བཟོ་ཉེན་ང་འདྲ་བོ་རེག་བྱེད་ཀྱི་ག་རེ་ལ་ངོ་རྒོལ་བཟོ་གི་ཡོད་རེ་ཟེར་ན་ཇོ་བ་ཏྲེན་གྱིས་བོད་རྒྱ་ཁོང་ལ་ངོས་འཛིན་བྱེད་པའི་ཨ་རིའི་སྲིད་ཇུས་ལ་འགྱུར་བ་གཏོང་མེད་ལ་ཡག་གི་སྲིད་ཤེས་ཚོར་བོ་དེ་ལ་ང་འདྲ་བོ་བོད་པ་མང་པོ་ཅིག་གིས་ངོ་རྒོལ་བྱས་སོང། ང་རང་ལ་ཆ་མཚུངས་བ་ཡིན་ན་ལས་ཇོ་པཱ་རེན་གྱི་མིང་རྟགས་འགོད་སྲོལ་གྱི་བོ་དོང་ཁྲིམས་འཆར་གྱི་ཡིག་ཆ་དེ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད། ཇོ་པཱ་རེན་གྱི་སྲིད་ཞི་དེ་ལ་ངོ་རྒོལ་བཟོ་གི་ཡོད་དེ་གསལ་པོ་ཡིན། དེ་གཉིས་རྦད་དེ་ལྡོག་ཕྱོགས་ཅིག་རེད། ཇོ་པཱ་རེན་གྱི་མིང་རྟགས་འགོད་ས་གྱི་བོ་དོང་ཁྲིམས་འཆར་ཡིག་ཆ་དེ་ལ་ངས་ཟླ་བ་སྔོན་མ་གི་ཚེས་པ་ཉི་ཤུ་གསུམ་གི་ཉིན་མོ་ལ་གཉིན་ཆེ་ངར་བཟོས་བྱས་ནས་བོ་དོང་ཁྲིམས་འཆར་ཡིག་ཆ་དེ་ལ་དགའ་བསུ་ཡོད་བ། དེ་དང་འབྲེལ་ཡོད་གི་ཚང་མ་ལ་ཐུགས་རྗེ་ཆེ་ཞུ་གི་ཡོད་ལབ་བྱས་ནས་གཉིན་སེར་པོ་བྱས་ནས་བཟོས་ཡོད། གཉིན་དེ་ནི་ག་རེ་སེར་པོ་དང་ར་སྤྲོད་བྱེད་ཐུབ་གི་རེད་ལབ་ན་ང་དང་ང་འདྲ་བོ་གི་རང་བཙན་གི་འདུན་པ་ཆུང་ལྡེ་གཉིན་ཚོ་གི་ཁྲིམས་འཆར་ཡིག་ཆ་དེ་ལ་ངོ་རྒོལ་བཟོ་གི་མེད་བ། ཁྲིམས་འཆར་ཡིག་ཆ་དེ་ལ་དགའ་བསུ་དང། དེ་ལ་འབད་བརྩོན་བྱེད་མཁན་ཚོ་ལ་བཀའ་དྲིན་ཆེ་གི། ཐུགས་རྗེ་ཆེ་ཞུས་ཡོད་བ་ཞུ་གི་ཡོད་བ་ཞུ་ཡག་གི་འདུན་པ་ཡོད་བ་དེ་གསལ་པོ་ཞིབ་ཅིག་གཉིས་དེ་ནི་ར་སྤྲོད་བྱེད་ཐུབ་ཡག་ཆེ་རེད། ཡིན་ན་ལས་ཇོ་བ་དྲན་གི་བུ་རྒྱ་ཁོང་ལ་མཆོག་རྒྱུག་བྱེད་བི་གི་སྲིད་ཞིའི་ཚོར་བོ་དེ་ལ་ངའི་ངོས་ནས་ཟླ་བ་འདི་གི་ཚེས་པ་ཉི་ཤུ་ཚེས་པ་བཅུ་གསུམ་གི་ཉིན་མོ་དེ་ལ་ཡིད་ངག་གཉིས་ཐོག་ནས་ང་རང་གི། ངོ་རྒོལ་གསལ་པོ་བྱས་ནས་རྣམ་འགྱུར་བསྟན་ཡོད་དེ་འགྱུར་བ་མེད་དེ་བོད་ཀྱི་ལོ་རྒྱུས་སྲུང་སྐྱོབ་དང་བོད་ཀྱི་འཐབ་རྩོད་སྲུང་སྐྱོབ་ཀྱི་འགན་འཁྲི་སྒྲུབ་པ་གཅིག་ལ་ངོས་འཛིན་བྱས་པའི་ཐོག་ནས་དེ་ལས་འགུལ་གཅིག་ལ་བརྩི་གི་ཡོད། དེའི་བརྒྱུད་རིམ་གྱི་ནང་ལོགས་ལ་ང་རང་ལ་ཚོར་སྣང་ག་རེ་བྱུང་སོང་ན་བོད་གཞུང་དང་བཙན་བྱོལ་བོད་པ་ཀྱི་ཚོགས་སྡེ་ཁག་མི་སྒེར་ཁག་བཅས་ཀྱིས་སྐབས་འཚོལ་རིང་ལུགས་པ་བྱེད་བྱེད་ནས། ཇོ་བ་བྲན་གྱིས་བོད་རྒྱ་ཁོངས་ལ་བསྐྱར་ཟློས་བྱས་པའི་སྲིད་ཞིའི་ཚོར་བུ་དེ་འབེན་འགེབས་བཟོ་བྱས་ནས། དེ་རྩ་བ་ཉིད་ནས་གླིང་ཡག་གི་འདོད་པ་མེད་པ། དེ་ལ་ངོ་རྒོལ་གྱི་རྣམ་འགྱུར་བསྟན་ཡག་གི་ཆོད་སེམས་དང་འདུན་པ་མེད་པ། དེ་ལ་ངོ་རྒོལ་བྱེད་ཡག་གི་ཇོ་བ་བྲན་གྱི་སྲིད་ཞིའི་ཚོར་བུ་དེ་ལ་ངོ་རྒོལ་བྱེད་ཡག་གི་ཆོད་སེམས་དང་འདུན་པ་མེད་བྱས་ནས།

ལོ་རྒྱུས་ཀྱི་འགན་འཁྲི་ལས་གཡོལ་བ་དང་ལོ་རྒྱུས་སྲུང་སྐྱོབ་ཀྱི་གོ་སྐབས་དམ་འཛིན་མ་བྱས་པར་གྱི་ནོར་འཁྲུལ་དང། ཐུར་ཤུལ་བཅས་ལ་ངས་ངོས་འཛིན་བྱེད་ཀྱི་ཡོད་དེ་ཚོའི་ནང་ལོགས་ལ་བོད་རང་བཙན་གྱི་ལངས་ཕྱོགས་འཛིན་བདེ་ཉེན་གྱི་ཚོགས་པ་ཁག་ཅིག་དང་མི་སྒེར་ཁག་ཅིག་ཡང་འདུག་ད་ད་ལྟ་བར་ལ་ང་ཚོ་གིས་འདི་འདྲའི་བྱས་ནས་མཐོང་བསྡད་ཡ་ལ་བོད་གཞུང་རང་གི་བཀའ་དང་བཀོད་ཁྱབ་ཀྱི་འོག་ནས་ཤར་ནུབ་ཀྱི་ཡུལ་གྲུ་གང་ས་ནས་གཞིས་ཆགས་དང་སྤྱི་འཐུས་ཚོགས་པ་ཚོགས་མཁན་ཡིག་ཆ་དེ་ལ་བཀའ་དྲིན་ཆེ་ཞུ་ཡག་གི་མཛད་སྒོ་མུ་མཐུད་ནས་འཚོག་བཞིན་པ་རེད་ཡག་པོ་རེད་དེ་ཚོ་ཡང། ཚོར་བུ་དང་བོགས་གཏོང་ལ་ཡག་པོ་བྱེད་ཉེན་དེ་ཚོ་ལ་ཕར་བཀའ་དྲིན་ཆེ་ཞུ་ཡག་གི་བརྡ་ལན་དང་རྣམ་འགྱུར་བསྟན་དགོས་ཡག་དེ་ཡང་ང་ཚོ་གི་བཟོ་འཇུག་དང་འཐབ་ཚོགས་གི་དགོས་མཁོ་རེད། ཡིན་ན་ལས་མཛད་སྒོ་དེ་ཚོ་ལ་ཡིག་ཆ་དེ་དང་འབྲེལ་བའི་ཐོག་ནས་ཇོ་བ་བྲན་གྱི་བུ་རྒྱ་ཁོང་ལ་བཅར་བསྡུར་བྱེད་པའི་གི་སྐད་ཆ་ཚོར་བོ་དེ་ལ་བློ་ཕམ་དང་ངོ་རྒོལ་གྱི་རྣམ་འགྱུར་གཏན་ཉིན་མ་བྱུང་བ་དེ། རྣམ་པ་ཚོ་གི་སྐབས་ཚོར་ངོ་སྲུང་དང་ལོ་རྒྱུས་ཀྱི་འགན་འཁྲི་མ་བསྒྲུབས་བ་གི་འཐུར་ཤུགས་ཅིག་ལ་ངས་ངོས་ནས་ངོས་འཛིན་བྱེད་ཀྱི་ཡོད། དེ་འདྲ་ཡིན་པའི་རྒྱུ་མཚན་གི་མཛད་སྒོ་དེ་སོགས་ནི་ང་ཚོའི་མགོ་ཁྲིད་ཚོ་གི་ཇོ་བ་བྲན་གྱི་བུ་རྒྱ་ཁོང་ལ་ཕྱོགས་རྒྱུད་ཇི་བས་ཀྱི་སྲིད་ཞིའི་ཚོར་བ་དེ་ལ་ངོ་རྒོལ་གྱི་རྣམ་འགྱུར་དང་བློ་ཕམ་ཙམ་ཡང་བསྟན་མ་ཕོད་པ་དེ་ཐུགས་ཤུགས་ཅིག་ལ་ངོས་འཛིན་གསལ་པོ་ཅིག་བཟོ་གི་ཡོད་དེ་ཡང་ལོ་རྒྱུས་ནང་ལོག་ལ་བསྡད་དགོས་ཡག་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། དེ་འབྲེལ་གྱི་དཀར་ནག་གསལ་བོ་བཟོ་དགོས་ས་ལ་མ་བཟོ་བ་ཆེད་ཐུགས་རྗེ་ཆེ་ཞུ་དགོས་ཡག་དེ་གལ་ཆེན་པོ་རེད་ཐུགས་རྗེ་ཆེ་ཞུ་བ་དང་མཉམ་དུ་བོད་ཀྱི་ལོ་རྒྱུས་མཆོག་གྱུར་བྱས་པ་དེ་ལའང་བློ་ཕམ་དང་ངོ་རྒོལ་གྱི་རྣམ་འགྱུར་གྱི་སྟེང་དགོས་ཀྱི་ཡོད་རེད་དེ་མ་ཏི་ཡོད་དེ་འཐུས་ཤོར་གྱི་ཆ་དེ་ཡོད་རེད་དེ་ལོ་རྒྱུས་ཀྱི་འགན་འཁྲི་མ་རོལ་པ་གྱི་ཆ་དེ་ཡོད་རེད་དེ་ལ་སྐབས་འཚོལ་ངོ་སོང་དང་མགོ་བདེ་བླག་སོང་ཟེར་གྱི་ཡོད་རེད། ང་ཚོ་རོང་བོ་ལུང་པ་ལ་ཡོད་པའི་ཆ་ནས་བོད་པའི་ལོ་རྒྱུས་ལ་ང་ཚོ་གི་དགྲ་ཡི་འཁྱོག་རྒྱུག་བྱེད་ཀྱི་ཡོད་ན་འདྲ་ང་ཚོའི་གྲོགས་པོ་གི་འཁྱོག་རྒྱུག་བྱེད་ཀྱི་ཡོད་ན་འདྲ་བོད་པའི་ལོ་རྒྱུས་ལ་འཁྱོག་རྒྱུག་བྱེད་ཡོང་བའི་སྐབས་ལ། དེ་ལ་ངོ་རྒོལ་གྱི་རྣམ་འགྱུར་བསྟན་དགོས་ཡ། ལོ། ཕྱོགས་རྒྱུགས་ལ་ཡོ་བསྲང་དགོས་ཡ་དེ་ང་ཚོ་གི་འགན་འཁྲི་ཆེ་ཤོས་ཀྱི་ཆ་དེ་ཡོད་རེད། ཡིན་ན་ང་ཚོ་གི་དེ་འདྲ་བྱེད་ཐུབ་གི་ཡོད་མ་རེད། གནས་སྟངས་རེ་རེ་བཞིན་དུ་ཐེག་གནས་ཤོར་བྱེད་བྱེད་ནས་ང་ཚོ་གི་གོ་སྐབས་ཤོར་འགྲོ་གི་ཡོད་རེད། དེ་ཤོར་འགྲོ་ཡ་དེ་ཡང། མགོ་བདེ་བཀླགས་ཚོང་བྱེད་ནས་གོ་སྐབས་དེ་ཤོར་འགྲོ་གི་ཡོད་རེད། བོད་པའི་གཏམ་དཔེ་ལ་རྐང་གི་ལྷམ་བཙལ་ནས་མགོ་ཡི་ཞྭ་བོར་ལ་ཡ་གྱི་ཡོད་རེད། དེའི་གཏམ་དཔེ་དེ་དང་སྐད་ཆ་དེ་གནས་སྟངས་འདི་འདྲ་བོ་ལ་ལབ་གི་ཡོད་རེད། ང་ཚོ་རོགས་དངུལ་ཙམ་རག་ཡ་དང་དེ་ནི་ཅེག་ཁེ་ཕན་བྱེད་རག་པ་ལ་བསམ་བློ་གཅིག་པུ་གཏོང་བྱེད་ནི་རྒྱ་ཆེ་ས་ནི་ལོ་རྒྱུས་མཆོག་རྒྱུ་བྱེད་ཡུན་དུས་ཡང་མ་གོ་མདོག་མདོག་མ་མཐུད་མདོག་མདོག་བྱེད་ནས་བསྡད་པ་ཡིན་ན་དེ་འགྲིག་གི་ཡོད་མ་རེད་དེ་ཤུགས་རྒྱུ་མཚན་ག་རེ་བྱེད་ལབ་ན་ཁ་སང་དེ་རིང། ཇོ་བཱ་རེན་གྱི་མིང་བརྡ་འགོད་སའི་གི་ཡིག་སྐྱ་དེ་ལ་ཐུགས་རྗེ་ཆེ་ཞུ་ཡ། གི་ད་མཛེས་སྒོ་མང་པོ་གྱི་འཚོ་བ་མ་གཏོགས། དེའི་བརྒྱུད་རེམ་ནང་ལོགས་ལ་བོད་ཀྱི་ལོ་རྒྱུས་མཆོག་གྱུར་བྱེ་བ་དེ་ལ་ངོ་རྒོལ་དང་བློ་ཕམ་གྱི་རྣམ་འགྱུར་བསྟན་མ་གནང་དུས། ནི་རོགས་དངུལ་དང་མ་འོངས་པ་ཨ་རི་དང་བོད་པ་གཉིས་ཀྱི་འུད་ཤོབ་ཀྱི་ཁེ་ཕན་ཅིག་གི་ཆེད་དུ། སྤྱི་ཚོགས་ནང་ལོགས་ལ་སོ་སོའི་གཅིག་གྱེས་ཡོད་མདོག་མདོག་དང་ཇོ་བ་བྲན་གྱི་བུ་གི་ཆེད་དུ་གཅིག་གྱེས་སོང་མདོག་མདོག་གི་རྣམ་འགྱུར་གྱི་བལྟས་ཡག་ཆེད་དུ། མི་མང་ནང་ལོགས་ལ་འདི་དྲུག་གིས་ཐུགས་རྗེ་ཆེ་ཞུ་ཡག་གི་མཛད་སྒོ་གཅིག་རྒྱ་ཁྱབ་ལ་སྤེལ་དགོས་ཡག་གི་བཀའ་དང་བསྐོ་ཆ་གཏོང་མིན་ན་བསམ་ཡག་གི་དོགས་པ་གཅིག་རང་བཞིན་གྱི་ཟ་གི་འདུག། རྒྱུ་མཚན་ག་རེ་གཅིག་ནི་རེད་ལབ་ན་ད་ལྟ་བར་དུ་བོ་དོང། ཁྲིམས་འཆར་གཏན་འབེབས་རིམ་པ་བཞིན་དུ་བྱུང་ཡོད་རེད་དེ་འདི་འབྲེལ་གྱི་བཀའ་དྲིན་ཆེ་ཞུ་བ་གི་མཛད་སྒོ་རྒྱ་ཁྱབ་ཏུ་བཀའ་དང་བཀོད་ཁྱབ་གཏོང་བྱས་ནས་འདི་འབྲེལ་གྱི་མཛད་སྒོ་རྒྱ་ཁྱབ་ཏུ་གཉེར་བ་གཅིག་ངས་ནི་མཐོང་མ་མྱོང། དེ་མ་མཐོང་བའི་རྒྱུ་མཚན་གྱིས་དེ་རིང་གི་གནད་དོན་འདིའི་ཐོག་ལ་རང་གཞན་གྱི་དྲི་བ་གཅིག་ཡོང་གི་འདུག་དེ་ཅི་ཡིན། ད་ལྟ་བར་དུ་ང་ཚོའི་འཐབ་རྩོད་ལ་འཐུས་ཤུགས་ཆེ་ཤོས་དེ་ཡང་མགོ་བདེ་གླགས་ཚོང་བཟོ་ཡག་དང་སྐབས་ཚོར་ངོ་སྲུང་བཟོ་ཡག་གཞན་ལ་བསྟུན་མཁས་ཀྱི་ཆེད་དུ་སོ་སོ་གི་རྩ་དོན་གྱི་ཁ་ཕྱོགས་བསྒྱུར་ཡག་དང་རྩ་དོན་བློས་གཏོང་ཡག་གི་ད་འདི་འདྲའི་གི་ང་ཚོ་མགོ་བདེ་གླགས་ཚོང་ལབ་གི་ཡོད་ན་འདྲ་གཞན་བསྟུན་རང་སྒྱུར་ལབ་གི་ཡོད་ན་འདྲ་འདི་འདྲའི་གི་ང་ཚོ་རང་ཚུགས་མེད་བ་གི། བརྒྱུད་རིམ་གཅིག་ནི་ང་ཚོ་གི་འཐབ་རྩོད་ལ་ཐུར་ཤུལ་དང་གྱོང་མང་པོ་ཅིག་རག་བསྡད་པ་དེ་ལོ་རྒྱུས་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་དེ་རིང་ང་རང་གིས་སླར་ཡང་ནན་པོ་བྱས་ནས་བཤད་ཡ་ལ། ཁྲིམས་འཆར་ཡིག་ཆ་དེ་ལ་ང་འདྲ་བོ་ཡིན་ན་དགའ་བསུ་ཞུ་གི་ཡོད། དེ་དང་འབྲེལ་བའི་གི་འབད་བརྩོན་གནང་མྱི་ཚང་མ་ལ་བཀའ་དྲིན་ཆེ་ཞུ་གི་ཡོད། ཡིན་ན་ལས་ཇོ་བ་དྲན་གི་རྒྱ་བོ་འདྲ་བོ་རྒྱ་ནག་གི་ངོ་སྲུང་ཡག་གི་ཆེད་དུ་ནི་བོད་ཀྱི་ལོ་རྒྱུས་འཁྱོག་རྒྱུ་བྱས་བ་དེ་ལ། ངོ་རྒོལ་བཟོ་གི་ཡོད་བློ་ཕམ་གྱི་རྣམ་འགྱུར་བསྟན་གྱི་ཡོད་དེ་འགྱུར་བ་མེད། སྔོན་མ Donald Trump ཨ་རིའི་སྲིད་འཛིན་ཡིན་པའི་གི་སྐབས་ལ་བོ་དོང་ཁྲིམས་འཆར་ཡིག་ཆ་ལ་སྐབས་དེ་དུས Donald Trump གི་ས་ཡིག་བརྒྱབ་ཡོད་རེད Donald Trump གི་བོ་དོང་ཁྲིམས་འཆར་ལ་ས་ཡིག་བརྒྱབ་ཡི་སྐབས་ལ་དེ་རིང Joe Biden ནང་བཞིན་གི་འདི་འདྲི་གི་སྲིད་ཞི་ཚོ་བོ་གཅིག་བཟོ་མྱོང་ཡོད་མ་རེད་དེ་ཡང་ང་ཚོ་བོ་པ་ཚོ་གི་ཤི་དགོས་ཡ་དང་བརྗེད་མི་ཉན་བ་གི་གནས་སྟངས་ཅིག་རེད། ངས་དེ་གཅིག་དེ་རེད་དྲན་གསོ་ཞུ་ཉེན་དཀྲོགས་སོང། ང་ཚོས་གནས་སྟངས་འདི་དང་འབྲེལ་བྱས་ནས་དགའ་བསུ་དང་ངོ་རྒོལ་གྱི་རྣམ་འགྱུར་ལོགས་སུ་བསྟན་དགོས་ཡ་དེ། ས་ཡི་རྒྱ་བསགས་མཁན་ཁྲིམས་འཆར་ཡིག་ཆ་དེ་དང་ཇོ་བྷ་ཏན་གྱི་སྲིད་ཞི་དེ་གཉིས་ཡོངས་སུ་ནང་འགར་དང་ལྡོག་ཕྱོགས་ཆགས་ཡོད་མེད་ཀྱི་གནས་སྟངས་དེ་ང་ཚོ་གས་ཧ་གོ་དགོས་ཡ་དེ་གལ་ཆེན་པོ་ཞེ་བོ་གཅིག་རེད། དེ་ཧ་གོ་བ་དང་དེ་ངོས་འཛིན་བྱས་པ་ཡིན་སྟངས། ཨ་ནི་ཇོ་བཱ་རེན་གྱི་སྲིད་ཞི་ལ་ངོ་རྒོལ་བྱེད་པ་དེ་ཁྲིམས་འཆར་ཡིག་ཆ་ལ་ངོ་རྒོལ་བྱེད་པ་རེད་ལགས་ཀྱི་སྐད་ཆ་དེ་ཡོང་ཤེས་ཀྱི་མ་རེད། དེ་གནད་དོན་གལ་ཆེན་པོ་གཅིག་རེད། ཡིན་ན་ལས་ད་དུང་ཡོད་ཁ་ཤས་ཀྱིས་དེ་གཉིས་མཉམ་དུ་གསལ་བཤད་གཏོང་བྱས་ནས་ཇོ་བཱ་རེན་གྱི་སྲིད་ཞི་ལ་ངོ་རྒོལ་བྱེད་པ་དེ་ཁྲིམས་འཆར་ཡིག་ཆ་ལ་ངོ་རྒོལ་རེད་ལབ་ཀྱི་ནི་དཀར་ནག་མཉམ་དུ་བསྲེས་བསྡད་ཡ་དེ་གནས་ལུགས་ཀྱི་མེག་ལོང་སོང་བའམ་ཡང་མིན་ན་དོན་དངོས་ཁས་ལེན་བྱེད་ཡག་གི་བློ་ཁོག་མེད་རིགས་ཀྱི་དཀའ་ངལ་གྱིས་རེད་མ་གཏོགས་དེ་གནད་དོན་མགོ་མ་ཚུད་ནས་མགོ་འཕྲོག་དེ་རིགས་ཀྱི་དཀའ་ངལ་གྱིས་ཡིན་གྱི་མ་རེད་དྲན་གྱི་འདུག་ག་རེ་ཅི་ལབ་ན་འདི་མགོ་འཕྲོག་དགོས་ཡག་གི་དཀའ་གནད་ཅིག་གས་མ་རེད། ས་ཡའི་རྒྱ་བསགས་ཀྱི་ཡིག་ཆ་དེ་དང་སྐབས་དེ་དུས་ཇོ་བྷ་རེན་གྱི་གསལ་བཤད་གཉིས་ལ་ངོས་འཛིན་གཅིག་པ་བཟོ་བསྡད་ཀྱི་ཡོད་ན་རྣམ་པ་ཚུགས་གི། དེ་ཕྱོགས་ཞེན་སྐྱེས་གི། གནས་ལུགས་དང་རྒྱུ་མཚན་མཐོང་མི་ཐུབ་པ་ཡིན་ན་འདྲ། ཡང་མིན་ན་རྣམ་པ་ཚོགས་ཀྱི་དེ་གཉིས་ཀྱི་ཁྱད་པར་དེ་ཧ་གོ་བ་ཡིན་ན་ཁས་ལེན་བྱེད་ཡག་གི་བློ་སྟོབས་འདྲ་བོ་བྱེད་ཀྱི་མ་མཐོང་བའི་དཀའ་ངལ་རེད་མ་གཏོགས་འདི་གཉིས་ཀྱི་ཁྱད་པར་དེ་ང་ཚོ་ཁས་ལེན་སླ་བོ་བྱས་ནས་ཧ་གོ་ཐུབ་ཡག་རེད། ངས་དེ་ག་ཚོད་རྩོམ་ཡིག་དེའི་ནང་བྲིས་ཡོད་སྤྱིར་བཏང་ང་ཚོ་མི་དབང་པོ་ཐང་ཐང་ཡོད་རྒྱུ་གཅིག་དེའི་ནང་ནས་སྨད་དང། སེམས་པ་ཀྱི་སེམས་ཁམས་ཀྱི་འདུ་ཤེས་ཐུང་ཐུང་ཡོད་ཆོག་ཅིག་ཡིན་ན། ཉིན་མིན་གོང་གི་དཀར་ཆ་དང་ཚེས་མིན་གོང་གི་ནག་ཆ་ཉིད་དེ་གསལ་པོ་བྱས་ནས་མཐོང་ཐུབ་ཡག་ཅིག་རེད། ཡིན་ན་མི་ལོ་ལྔ་གཅིག་དང། བསམ་བློ་ཀྱི་འདུ་ཤེས་དེ་གསལ་པོ་མེད་ཉེན་བྱས་ཀྱི། མཚན་གྱི་ནག་ཆ་དང་ཉིན་མོའི་དཀར་ཆ་གཉིས། དབྱེ་བ་འབྱེད་མ་ཐུབ་དུས་མཚན་དང་ཉིན་གཉིས་དེ་གཅིག་པ་རེད་ལབ་སྲིད་པ་ཅིག་རེད། དེ་མཚན་དང་ཉིན་ལ་ཁྱད་པར་མེད་བིད་ཀྱི་གནས་སྟོང་མ་རེད་དེ་ལམ་ཉན་གྱི་གང་ཟག་གི་དབང་པོ་དང་སེམས་ཁམས་ལ་ཅོང་ཡོད་བིད་ཀྱི་གནས་སྟོང་གཅིག་རེད། དེ་བྱེད་དུས་ཚང་མ་དེ་རིང་ཇོ་བ་ཀྲེན་གྱི་སྲིད་ཞིའི་ཡིག་ཇོ་བ་ཀྲེན་གྱི་མིང་རྟགས་འགོད་སའི་ཡིག་ཆ་དེ་དང། ཡིག་ཆ་དེ་ལ་མིང་རྟགས་འགོད་བིའི་སྐབས་ལ་བུ་རྒྱ་ཁོང་ཡིན་བག་གི་སྲིད་ཞི་དེ་གཉིས་གཅིག་པ་རེད་ལབ་ཀྱི་ནས་དེ་གཉིས་ངོས་འཛིན་གཅིག་པ་བཟོ་ཀྱི་ནས་ཨ་ནི་སྤྱི་ཚོགས་ནང་ལོག་ལ་འདི་འདྲེ་གི་གཙོ་གཞི་རོ་གཅིག་ཀློང་བདེ་བ་ཡིན་ན། དེ་ལོང་བ་བཅས་ཀྱི་དཀར་ནག་གཉིས། ཡང་མིན་ན་ཉིན་མཚན་གཉིས་གཅིག་པ་རེད་ལ་བ་གི་ཁོ་གནས་དོན་ནོར་གཞན་གཅིག་རེད་མ་གཏོགས་དེ། དངོས་ཡོད་གནས་ཚུལ་གྱི་ནམ་ཉིན་མཚན་གཉིས་དེ་གཅིག་པ་མ་ཡིན་པ་ནོར་གཞན། ཇོ་བཱ་རེན་གི་མིང་བཏགས་འགོ་སི་ཡིག་ཆ་དེ་དང་བཱ་རེན་གི་སྲིད་ཞི་དེ་གཉིས། ནམ་ཉིན་མཚན་ནོར་གཞན་དཀར་ནག་གོ་ལྡོག་དབུས་ཀྱི་གནས་དོན་གཅིག། ཆགས་ཀྱི་ཡོད་རེད་དེ་ང་ཚོ་ཚང་མ་གིས་ཧ་གོ་དགོས་ཡ་ཁས་ལེན་བྱེད་དགོས་ཡ་གི་གནད་དོན་ཅིག་ཆགས་ཀྱི་ཡོད་རེད། མཐའ་མ་དེ་ལ་ངས་ག་རེ་ཞུ་གི་ཡོད་ལབ་ན་ཨ་རིའི་གི་བོ་དོང་ཁྲིམས་འཆར་ལ་ང་ཚོ་རང་བཙན་གཙོ་གཉེན་ཚོ་གིས་ཡང་ངོ་རྒོལ་བཟོས་མེད་དེ་ལ་རྒྱབ་སྐྱོར་བཟོས་ཡོད། དེའི་ཡིག་ཆ་དེ་དང་པོ་ཨ་རིའི་གི་ཁྲིམས་འཆར་གི་བརྒྱུད་རིམ་ལ་འགྲོ་བའི་སྐབས་ནས་ང་འདྲ་བོ་ཅིག་ནས་སྤྱི་ཚོགས་དང་ལོ་ལ་གོ་རྟོགས་སྤེལ་བདེ་ཉེན་དང། རང་བཙན་གི་ཚོགས་པ། ཆེ་ཤུལ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་དེ་ལ་ཕེབས་བདེ་བའི་སྐབས་ལ་ཡིན་པ་ཡིན་ན་ལས་ང་རང་གི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཁྲིམས་འཆར་ཡིག་ཆ་དེའི་ཐོག་ལ་ལན་སྐོར་སྤེལ་དགོས་ཀྱི་འདུག་ལབ་ཀྱི་ནས། འབོ་སྒོར་བྱས་དེ་ཉིན། དྲན་གསོ་ཞོར་དེ་ཉིན་གྱི་མི་ཇི་ཡིན། དེ་ངས་དེ་རིང་ཧམ་པ་བཤད་ཀྱི་མེད། དེ་དངོས་གནས་སུ་ཡིན། དེ་སྔ་ནང་བཞིན་ང་ཚོ་གི་སྔོན་མ་རང་བཙན་གོམ་བགྲོད་ཀྱི་བརྒྱུད་རིམ་ནང་ལོགས་རེད། དེའི་རྗེས་ལ། ད་ལྟ། གྲོས་ཚོགས་འཐུས་མི་སི་ཀོ་ཕེ་རིག་གིས་འདི་དང་འབྲེལ་བ་ཡོད་པའི་འདི་དང་ཆ་འདྲ་བའི་གི། ཁྲིམས་འཆར་ཡིག་ཆ་འབྲུ་སོགས་ལ་ངོ་སྤྲོད་ཇི་བཞིན་སྐབས་ལ་ཡིན་པ་ཡིན་ན་ལས་གནས་དང་དེ་སོགས་ཀྱི་ཐོག་ལ་སོ་སོའི་ནུས་པ་ལ་དཔག་པའི་འབད་བརྩོན་བྱས་ཏེ་ཉན་གྱི་གང་ཟག་ཅིག་ཡིན་དེ་བྱེད་དུས་ཚང་མ་རྡོག་རྡོག་སྟེ། དེ་རིང་ཨ་རིའི་གྲོས་ཚོགས་གོང་འོག་གིས་གཏན་ལ་ཕབ་པའི་ཁྲིམས་འཆར་ཡིག་ཆ་དང། ཡིག་ཆ་དེ་ལ་ཇོ་བྷ་རེན་གྱི་མཚན་རྟགས་བཀོལ་བ་དེ་ལ་དགའ་བསུ་དང་རྒྱབ་སྐྱོར་ཞུ་གི་ཡོད། དེ་ལ་དགའ་བསུ་དང་ཡིག་ཆ་དེ་ལ་དགའ་བསུ་དང་དགའ་བསུ་དང་རྒྱབ་སྐྱོར་ཞུ་གི་ཡོད་བ་དེ། ངས་ཉིས་སྟོང་ཉི་ཤུ་རྩ་བཞི་གི་ཟླ་བ་དྲུག་པའི་ཚེས་པ་ཉི་ཤུ་གསུམ་གི་སྙེ་མོ་ལ་སྙེ་བཟོས་ནས་ང་རང་གི་སྙེ་ལམ་ལ་བཞག་ཅེས་ནས་ད་ད་ལྟ་བདུན་ཕྲག་ཧ་ལམ་ལྔ་འགྲོ་འགྲོ་འདུག་དེ་ནས་ག་རེ་ར་སྤྲོད་བྱེད་ཀྱི་ཡོད་ལབ་ན་ང་དང་ང་འདྲ་བོ་ཀས་ཨ་རིག་གི་ཉེ་ལམ་གཏན་ལ་ཕབ་པའི་བོ་དོང་ཁྲིམས་འཆར་དེ་ལ་ངོ་རྒོལ་བཟོ་གི་མེད་པ་རྒྱབ་སྐྱོར་བྱེད་ཀྱི་ཡོད་བ་དེ་གསལ་པོ་ཤོད་བས་ཡིན། དེའི་སྙེ་གི་རེད། དེ་རྣམ་པ་ཚོས་གཟིགས་པ་ཡིན་ན་ངའི་སྙེ་ལམ་ལ་ཡོད་རེད་ངའི་ངོ་དེབ་ཀྱི་ཐོག་ལ་ཡོད་རེད། དེ་ང་ཚོ་གི་བོ་དོང་ཁྲིམས་འཆར་ལ་ངོ་རྒོལ་བཟོས་མི་དབུས་ཀྱི་དཔང་རྟགས་ཆགས་རེག་ཡོད་རྣམ་པ་ཚོས་ག་སེ་མི་དགོས་ག་སེ་དཀར་ནག་གོ་ལྡོག་བྱེད་བྱེད་ནས་འཁྱོག་རྒྱུ་བྱེད་བ་ཡིན་ན་ལས་འཁྱོག་རྒྱུ་བྱེད་མ་ཐུབ་ཡག་དེ་གཉིས་དེ་ཚོ་གི་བདེན་དཔང་བྱེད་ཀྱི་རེད། ཨ་ནི་རྣམ་པ་ཚོ་གི་དངོས་གནས་ཀྱི་གནས་སྟོང་གྲོང་པོ་བྱེད་ནས་གླེང་ཡག་གི་འདོད་པ་ཡོད་ན། བརྙན་དེ་ཡག་པོ་བྱས་ནས་རྣམ་པ་ཚོས་གསན་པ་ཡིན་ན། ང་དང་ང་ལྟ་བུ་ཁེ་ཨ་རིག་གི་ཉེ་ལམ་གཏན་ལ་ཕབ་པའི་བོ་དོང་ཁྲིམས་འཆར་ཡིག་ཆ་དེ་ལ་ངོ་རྒོལ་བཟོས་མེད་བ་དགའ་བསུ་ཞུ་གི་ཡོད་བ་རྒྱབ་སྐྱོར་བྱེད་ཀྱི་ཡོད་བ་དེ་གསལ་པོ་ཡོད་རེད། དེ་ནས་གནད་དོན་གཉིས་པ་དེ་ང་ཚོ་གིས་བོ་དོང་གི་ཁྲིམས་འཆར་ཡིག་ཆ་དང། ཇོ་སྦ་ཀྲེན་གྱིས་བོ་དོང་གི་ཁྲིམས་འཆར་ཡིག་ཆ་ལ་ས་ཡིག་བརྒྱབ་པ་གཉིས་ཀ་ལ་ངོ་རྒོལ་བྱེད་ཀྱི་མེད་བ་དེ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་བ་ཐུགས་རྗེ་ཆེ་ཞུ་གི་ཡོད་བ་དེ་ང་ཚོ་ཚང་མ་གཅིག་པ་རེད། ཡིན་ན་ལེ་ང་ཚོ་གི་འདི་དང་འབྲེལ་བའི་ཐོག་ནས་ངོ་རྒོལ་གཅིག་བྱས་ཡོད་རེད། དེ་ག་རེ་ལ་ངོ་རྒོལ་བྱས་ཡོད་ཟེར་ན་ཇོ་བ་ཀྲེན་གི་ས་ཡི་རྒྱལ་བའི་སྐབས་ལ་ཁོ་རང་གི་སྲིད་ཞིའི་ཐད་ལ་ང་ཚོ་གི་ངོ་རྒོལ་བྱེད་ཀྱི་ཡོད། སྲིད་ཞིའི་ཐད་ལ་ངོ་རྒོལ་བྱེད་དགོས་ཡ་རྒྱུ་མཚན་ག་རེ་བྱེད་རེད་ལབ་ན་ཁོ་རང་གི་སྲིད་ཞིའི་དེའི་ནང་ལོགས་ལ་ག་རེ་ལབ་ཡོད་ཟེར་ན། ཁྲིམས་ཡིག་འདི་གིས་བོད་རང་སྐྱོང་ལྗོངས་དང་བོད་ཀྱི་ས་ཁུལ་གཞན་དག་ཏུ་སོགས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་ཡིན་པའི་ཨ་རི་གྱི་སྲིད་ཇུས་ལ་འགྱུར་བ་བཏང་མེད་ཟེར་ཡག་གི་སྲིད་ཞིས་དེ་ལ་ང་ཚོས་ངོ་རྒོལ་བཟོ་གི་ཡོད། དེ་བཟོ་དགོས་ཀྱི་རྒྱུ་མཚན་ག་རེ་བྱེད་ལབ་ན་སྲིད་ཞིས་དེ་གས་ཨ་རི་གྱི་བོད་རྒྱ་མིའི་ཆ་ཤས་ཡིན་པ་གིས་སྲིད་བྱུས་དེ་ལ་འགྱུར་བ་གཏོང་མེད་ལབ་ཀྱི་ནི་ཁོ་རང་གི་ངག་ཐོག་གི་སྲིད་གཞི་དེ་ལ་ངོ་རྒོལ་བྱེད་དགོས་པ་སྟེ། དེའི་སྲིད་གཞི་དེ་འཁྱོག་རྒྱུ་རེད། དེ་ལོ་རྒྱུས་དང་མ་མཐུན་བར་གྱི་སྲིད་གཞི་ཅན་པའི་རྒྱུ་མཚན་གྱིས་བདེན་པ་སྲུང་སྐྱོབ་བྱེད་ཡག་གི་ཆེད་དུ་བོད་རང་བཙན་གྱི་བདེན་དོན་སྲུང་སྐྱོབ་བྱེད་ཡག་ཆེད་དུ་ཇོ་བ་རེན་གྱི་སྲིད་གཞི་དེ་ལ་ང་ཚོས་ངོ་རྒོལ་བཟོ་གི་ཡོད་དེ་ལ་འགྱུར་བ་མེད། འོ་ད་དེ་ང་ཚོ་གིས་གསལ་བོ་བཟོ་དགོས་གི་གནད་དོན་གཉིས་དེ་དེ་རེད། དེ་འདྲ་ཡིན་པའི་ཆ་ནས། ང་ཚོ་གིས་ངོ་རྒོལ་བྱེད་ས་དེ་ཇོ་བྷ་རེན་གྱི་བུ་རྒྱ་མིའི་ཆ་ཤས་ཡིན་པ་གི་སྲིད་གཞི་ཚོར་བོ་དེ་ལ་ང་ཚོས་ངོ་རྒོལ་བཟོ་གི་ཡོད་སྲིད། ད་ཁྱི་ཚོ་གིས་ང་ཚོས་དེ་ལ་ངོ་རྒོལ་བཟོས་པ་འགྲིག་གི་མི་འདུག་ཟེར་ལབ་གི་ཡོད་ན་འོ་ན་ཁྱི་རོང་ཚོ་གིས་ཇོ་བྷ་རེན་གྱི་བོ་དོན་ཁྲིམས་འཆར་ལ་ས་ཡིག་བརྒྱབ་པའི་སྐབས་ལ་བོ་རང་སྐྱོང་ལྗོངས་དང་བོ་གི་ས་ཁུལ་ཞིག་ན་རྒྱ་ནག་གི་ཆ་ཤས་ཡིན་པ་གི་ཨ་རིའི་སྲིད་ཇུས་ལ་འགྱུར་བ་མེད་ལ་དེ་བོུ་རྒྱ་མིའི་ཆ་ཤས་ཡིན་པ་གི་ངོས་འཛིན་དེ་ལ་ཡང་ཁྱེད་རང་ཚོ་གི་ཐུགས་རྗེ་ཆེ་ལབ་གི་ཡོད་བས་ངས་དྲི་བ་དེ་ཞུས་གཏང་གི་ཡོད་དྲི་བ་དེ་གཏོང་དགོས་ཡ་གི་རྒྱུ་མཚན་ག་རེ་ཅི་ལབ་ན་ཁྱེད་རང་ཚོ་གི་དེ་སྤྲེལ་རེས་གཏང་འདོད་གི་ཡོད་རེད་བ། ང་ཚོ་གི་ཇོ་བ་ཀྲེན་གི་སྲིད་ཞི་དེ་ལ་ངོ་རྒོལ་བྱེད་པའི་སྐབས་ལ་ཁྱེད་རང་ཚོ་གི་ཁྲིམས་འཆར་ཡིག་ཆ་དེ་ལ་ངོ་རྒོལ་བྱེད་གི་འདུག་ལབ་ཀྱི་འདུག་ཨུ་ཚུགས་རྒྱག་གི་ཡོད་དུས། ཇོ་བ་ཀྲེན་གི་སྲིད་ཞི་ལ་ངོ་རྒོལ་བྱེད་པ་དེ་འགྲིག་གི་མི་འདུག་ཟེར་ལབ་གི་ཡོད་ན་ཡ་ནི་ཁྱེད་རང་ཚོ་གི་ཇོ་བ་ཀྲེན་གི་བོད་རྒྱ་མིའི་ཆ་ཤས་ཡིན་པར་སྒྲུབ་ཡག་གི་སྲིད་གཞི་དེ་ལ་ཁྱེད་རང་ཚོ་གིས་ངོས་འཛིན་བྱེད་ཀྱི་ཡོད་བས་དེ་ལ་ཐུགས་རྗེ་ཆེ་ལབ་གི་ཡོད་ལགས་ཀྱི་དྲི་བ་དེ་རང་བཞིན་གྱིས་སླེབས་ཀྱི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ངས་དྲི་བ་དེ་གཏོང་གི་ཡོད། དངོས་གནས་བྱས་ན་ང་ཚོ་ཚང་མ་གིས་བོད་སྐྱོད་ལ་བསམ་བློ་གཏོང་བ་ཡིན་ན། བོད་རྒྱ་མིའི་ཆ་ཤས་རེད་མདོག་མདོག་གི་སྐད་ཆ་དེ་ལས་རྫབ་ཆེ་བ་གི་སྐད་ཆ་གཅིག་དང་དེ་ལས་གནོད་པ་ཆེ་བ་གི་སྐད་ཆ་གཅིག་བོད་ཀྱི་རྩ་དོན་ལ་ཡོད་མ་རེད། གཞན་དག་ཅིག་གིས་བོད་རྒྱ་མིའི་ཆ་ཤས་རེའི་མདོག་མདོག་གི་སྐད་ཆ་བཤད་ཡོང་དུས་ང་ཚོ་གིས་དེ་ལ་ངོ་རྒོལ་བྱེད་ཐུབ་གི་མེད་ན་བྱེད་གི་མེད་ན། ད་ང་ཚོའི་འཐབ་རྩོད་ག་རེ་ལྷག་གི་རེད། ཨེ་ནི་བོད་ཀྱི་བདེན་པ་ལ་དེ་ག་བ་ལྷག་གི་རེད། མ་མཐའ་ཡང་ང་ཚོས་ལོ་རྒྱུས་ཙམ་ཡང་སྲུང་སྐྱོབ་དང་རྩོད་ལེན་བྱེད་ཐུབ་གི་མེད་ན། ཨེ་ནི། རོང་བོ་ལུང་པ་ལ་ཡོད་ཉེན་གྱི་བོད་སྤེལ་གྱི་འགན་འཁྲི་དང་འཐབ་རྩོད་ག་རེ་རེད། ང་ཚོའི་འགན་འཁྲི་དག་རྩ་སྟོང་ལ་དེ་ག་འདྲ་ཅིག་ལ་ངོས་འཛིན་བྱས་ཡིན་དེ་ཚོ་ཚང་མ་ང་ཚོ་ལ་དྲི་བ་སླེབས་ཀྱི་ཡོད་རེད་དྲི་བ་ཆགས་བསྡད་ཀྱི་ཡོད་རེད། ང་ཚོ་བར་ལ་ནམ་ཞར་རྒྱུན་དུ་མི་བྱེ་ར་བར་ལ་རྒྱབ་སྐྱོར་བྱེད་སྟངས་ཀྱི་ཐོག་ནས་ལྟ་བ་ལོངས་ཕྱོགས་ཀྱི་དོན་ནི་བསམ་ཚུལ་མི་འཐུས་པ་ཡོད་ཆོག་གི་རེད་ང་ཚོ་འགྲོ་བ་མི་རེད་ང་ཚོ་སྤྱི་ཚོགས་གཅིག་རེད་སྤྱི་ཚོགས་གཅིག་དང་མི་སྒེར་རེ་རེ་ལ་བསམ་ཚུལ་མི་མཐུན་པ་ལ་ཡ་ཡུང་ཡ་སྟེ་འགྲོ་བ་མི་གི་བསམ་བློ་གི་འདུ་ཤེས་ཀྱི་རང་བཞིན་དང་ཆོས་ཉིད་ཀྱི་རེད་དེ་ང་གིས་ཁས་ལེན་ཞུ་གི་ཡོད། ཡིན་ན་ལེ་ང་ཚོ་ཚང་མ་བོད་པ་ཡིན་པའི་ཆ་ནས་དེ་ཡང་རང་དབང་ལུང་པ་ལ་ཡོད་པའི་བོད་པ་ཅན་པའི་ཆ་ནས་བོད་ཀྱི་རྩ་དོན་ལ་ཐོབ་ཡོང་བའི་སྐབས་ལ་མ་མཐའ་ཡང། ལོ་རྒྱུས་དང་འགན་འཁྲི་སྲུང་སྐྱོབ་དགོས་པ་དེ་ང་ཚོ་ཐུན་མོང་གི་འགན་འཁྲི་ཆགས་བསྡད་ཀྱི་ཡོད་རེད། ལོ་རྒྱུས་དང་འགན་འཁྲི་རྩོད་ལེན་བྱེད་དགོས་པ་དེ་བོད་ཀྱི་འཐབ་རྩོད་ཀྱི་མ་རྩ་ཆགས་བསྡད་ཀྱི་ཡོད་རེད། ད་ལྟ་ང་ཚོ་གིས་བགྲོ་གླེང་བྱེད་བསྡད་ཀྱི་གནད་དོན་འདི་ནི། ང་ཚོ་སོ་སོ་གིས་བོད་ཀྱི་ལོ་རྒྱུས་དང་བོད་མིའི་འགན་འཁྲི་ག་རེ་ཡིན་པ་ལ་བསམ་བློ་གཏོང་བ་ཡིན་ན། བོད་ཀྱི་ལོ་རྒྱུས་དེ་ང་ཚོ་ཐུན་མོང་གི་མ་རྩ་དུ་ཆགས་ཏེ་ཡོད་རེད། དེ་འདྲ་ཡིན་པའི་ཕྱིར་ན་མི་གཞན་དག་ཅིག་གིས་བོད་ཀྱི་ལོ་རྒྱུས་ནག་བསུབ་གཏོང་ཡོང་གི་ཡོད་ན་བོད་ཀྱི་བདེན་པ་ནག་བསུབ་གཏོང་ཡོང་གི་ཡོད་རེད། དེ་འདྲ་ཡིན་དུས་ང་ཚོ་སོ་སོ་གིས་འགན་འཁྲི་གཅིག་པུ་ལ་བསམ་བློ་གཏོང་བ་ཡིན་ན་ལེགས། དེ་རིང་ཇོ་སྦ་ཀྲེན་གྱི་སྲིད་ཞིའི་ཚོར་བོ་དེ་ལ་ངོ་རྒོལ་བྱས་བྱས་བ་ཡིན་ན། ངོ་རྒོལ་བྱེད་ཉིན་དེ་འགྲིག་འདུག་ངོ་རྒོལ་བྱེད་པ་དེ་འགྲིག་མ་སོང་ན་ཉིན་དེ་འགྲིག་འདུག་དེ་ཧ་གོ་ཐུབ་ཡག་གི་རེད་གར་གྱི་ལམ་ན་ང་ཚོ་ཚོང་དམག་གི་འགན་འཁྲི་དེ་བོད་ཀྱི་ལོ་རྒྱུས་སྲུང་སྐྱོབ་བྱེད་ཡག་གི་འགན་འཁྲི་དེ་ཨོ་མིན་ལམ་ཚོགས་ལ་ཡོད་རེད་རང་བཙན་ཚོགས་ལ་བོད་ཀྱི་ལོ་རྒྱུས་སྲུང་སྐྱོབ་བྱེད་ཡག་གི་འགན་འཁྲི་དེ་ཡོད་རེད་ག་རེ་བྱེད་ན་ལམ་ན་ཨོ་མིན་ལམ་བཙོག་གི་ཡོད་ན་འདྲ་བོད་རང་བཙན་བཙོག་གི་ཡོད་ན་ང་ཚོ་ཐུན་མོང་གི་མ་རྩ་དེ་བོད་ཀྱི་ལོ་རྒྱུས་རེད། བོད་ཀྱི་ལོ་རྒྱུས་དེ་བཀླགས་ཚར་དུས། ཨོ་མིན་ལམ་ལ་རྩོ་ཡ་གང་ཡང་ཡོད་མ་རེད་བོད་རང་བཙན་གྱི་ལངས་ཕྱོགས་ཟེར་མཁན་ཚོ་ལ་རྩོ་ཡ་གང་ཡང་ལྷག་གི་མ་རེད། དེ་འདྲས་བྱེད་དུས་བརྩམས་པ་ལ་ང་ཚོ་ཚང་མ་གིས་ངན་པར་དུ་བརྩི་འཇོག་དགོས་ཡ། ངན་པར་དུ་བློས་གཏོང་མི་རུང་བ་དེ་བོད་ཀྱི་ལོ་རྒྱུས་རེད་དེ་འདྲས་ཡིན་པའི་རྒྱུ་མཚན་གྱི་དངོས་གནས་ཁྱེད་ནི་རྣམ་པ་ཚོགས་ཀྱི་ཡིན་ན་ལེ། དེ་རིང་ཇོ་བཱ་དྲན་གྱི་བོད་དོན་ཁྲིམས་འཆར་ལ་ས་ཡིག་བརྒྱ་བ་དེ་ལ་ཐུགས་རྗེ་ཆེ་ཞུ་ཉན་གྱི་གཞུང་གི་དབུ་ཁྲིད་ནི། འོག་གི་མཛད་སྒོ་གོ་རེ་ཁྱེད་ཉིད་ང་ཚོ་ཚང་མ་གི་རྣམ་འགྱུར་གཉིས་བསྟན་དགོས་གི་རེད་རྣམ་འགྱུར་གཉིས་དེ་གཅིག་པ་བསྟན་དགོས་གི་རེད་གཅིག་པ་ག་རེ་བསྟན་དགོས་གི་རེད་ཟེར་ན་དང་པོ་དེ་ཨ་རིའི་གྲོས་ཚོགས་གོང་འོག་དང། ཨ་རིའི་གྲོས་ཚོགས་གོང་འོག་གི་བོ་དོང་ཁྲིམས་འཆར་དེ་འདྲ་གཅིག་གཏན་འབེབས་བྱས་བ་དེ་ལ་ཇོ་སྦ་རེན་གི་ས་ཡིག་བརྒྱ་བ་དེ་ལ་ང་ཚོ་ཚང་མ་གི་གཅིག་གྱུར་གི་ཐོག་ནས་ཐུགས་རྗེ་ཆེ་ཞུ་དགོས་ཡ། དེ་ལ་ཐུགས་རྗེ་ཆེ་ཞུ་བ་དང་མཉམ་དུ་ཇོ་སྦ་རེན་གི། བོད་རྒྱ་མི་མངའ་ཁོངས་ཡིན་པ་གི་འཁྱོག་རྒྱུགས་དེ་ལ་ང་ཚོ་ཐུན་མོང་གི་ངོ་རྒོལ་བྱེད་དགོས་ཡ་བློ་ཕམ་གི་རྣམ་འགྱུར་བསྟན་དགོས་ཡ་ད་དེ་འདྲས་ཀྱི་ང་ཚོ་ཐུན་མོང་གི་དགོས་ཀི་ཡོད་རེད་དངོས་གནས་བྱས་ན་ཡིན་ན་ལས་དེ་བྱུང་ཡོད་མ་རེད། རྣམ་པ་ཚོ་རེད་སྐྱེས་ཀི་ཐུགས་རྗེ་ཆེ་ཞུ་ཡ་གཅིག་པོ་གཅིག་མ་གཏོགས་ཇོ་བ་བསྒྲེང་གི་བོད་གི་ལོ་རྒྱུས་འཁྱོག་རྒྱུགས་བྱེད་བ་གི་འཁྱོག་རྒྱུགས་དེ་ལ་རྣམ་འགྱུར་གང་ཡང་བསྟན་གི་ཡོད་མ་རེད་རྣམ་པ་ཚོ་གི་དེ་མཐོང་ན་མ་མཐོང་མདོག་མདོག་བྱེད་བྱེད་ནས་སྦས་ཡ་དང་གཡུལ་ཡ་གི་ཐབས་ཤེས་ཅིག་བྱེད་ཀི་ཡོད་རེད། འཐབ་རྩོད་སྲུང་སྐྱོབ་བྱེད་ཡག་གི་བརྒྱུད་རིམ་གྱི་ནང་ལོགས་ལ་གདོང་ལེན་བྱེད་དགོས་ས་ལ་གདོང་ལེན་བྱེད་དགོས་ཀྱི་རེད་མ་གཏོགས། གདོང་ལེན་བྱེད་དགོས་ས་ཅིག་ལ་གཡུལ་ནས་མ་མཐོང་མདོག་མདོག་མ་གོ་མདོག་མདོག་བྱས་ནས་བསྡད་པ་ཡིན་ན་ཨ་ནི་འཐབ་རྩོད་དེ་བརླག་འགྲོ་གི་ཡོད་རེད། དེ་འདྲ་གི་མ་གོ་མདོག་མདོག་དང་མ་ཐུལ་མདོག་མདོག་བསྡད་པ་ཡིན་ན་འཐབ་རྩོད་དང་ལོ་རྒྱུས་དེ་བརླག་འགྲོ་གི་ཡོད་པའི་རྒྱུ་མཚན་གྱིས་ངས་དེ་རིང་གི་བརྙན་འདི་བཟོ་དགོས་ཡག་དང་ཨ་ནི་གནས་སྟངས་འདི་ག་ལ་ལངས་ཕྱོགས་ཅིག་དང་རྣམ་འགྱུར་ཅིག་བསྟན་དགོས་ཡག་དེ་ང་ཚོ་ཐུན་མོང་གི་ལས་འབྲས་བཅས་ཀྱི་ཆེད་དུ་ཡིན་མ་གཏོགས་གང་ཟག་སུ་གང་ལ་ཡང་ཤོ་ཁག་སུ་གང་ལ་ཡང་ཅི་ག་རེ་ལ་དགོས་སྒེར་གྱི་འགྲིག་མི་འགྲིག་གི་གནས་སྟོང་དང། མི་སྒེར་རེ་རེ་གི་བསམ་བློའི་རང་དབང་དང་རྣ་འགྱུར་རང་དབང་ལ་གདོང་ལེན་བྱེད་ཡག་དང་དེ་ལས་ཆེས་ཁ་བརྟད་འདྲ་བོ་ཅིག་གི་ཆེད་དུ་ངས་དེ་རིང་བརྙན་འདི་བཟོ་གི་མེད་ཟེར་ཞུ་དགོས་དེ་ནི་ད་བརྙན་འདི་རིང་པོ་ཆགས་གྲབས་འདུག་ངས་འདིར་བཞག་ཡ་ཡིན། ངས་བརྙན་གཟིགས་མཁན་རྣམ་པ་ཚང་མ་ལ་བཀའ་རེ་ཆེ་ཞུ་དགོས་ཐུགས་ཆེ།